དགོས་དོན་འདི་རེད། སྒྲ་བཟང་དེ་ལས་ཕན་ཕན་དགོས་བ་རེད། སངས་རྒྱས་བསྟན་པ་ལས་དེ་ལས་ལྷག་ཅིག་ང་ཚོ་ལ་ཡག། བྱས་ཟེར་ཡོད་མ་རེད། དེང་སང་འདི་ཚོའི་ལས་ཡག། ལམ་བསྒོམས་ནས་རྒྱུད་ལ་སྐྱེ་ཟེར་ཡག་དེ་མེད་བ་དེ་མ་རེད། ཡོད་དེ་ཡོད་རེད་ཡིན་པ་ཡིན་ན་ཡང། ལམ་བསྒོམས་ནས་རྒྱུད་ལ་སྐྱེ་ཟེར་ཡག་དེ་ཚོ་དཔེ་ད་ཉི་མའི་སྐར་མ་ཉི་མའི་གོང་སྐར་མ་ནང་ཞིག་རེད་ཀོང་པོ་ཞུ་ཞིག་རེད། ད་དངོས་གནས་དྲང་གནས་ཧུར་ཐག་པར་ཐག་དཔེ་ཆེ་ལྟ།

དེ་ནས་སང་ལུང་གི་བསྟན་པ་འཛིན་ཡ་གཅིག་རེད་མ་གཏོགས་ཅི་གྲུབ་པའི་བསྟན་པ་འཛིན་མཁན་ད་རེ་རེ་གཉིས་གཉིས་ཡོང་སྲིད་པ་ཙམ་རེད་མ་གཏོགས་ཅི། དཔེར་མ་སྲིད་ག་ལས་ཁོ་བོ་རེད་དེ་ཡིན་ཙང་ནས་ད་ང་སངས་རྒྱས་བསྟན་པ་འཛིན་གི་ཡོད། སངས་རྒྱས་བསྟན་པའི་ཆེད་དུ་ང་རྒྱལ་ལོ་རྒྱུར་དུ་འགྲོ་གི་ཡོད། གྲྭ་ཚང་འདི་ཉིད་ཀྱི་ད་ན་བར་དུ་སྐད་འཕྲིན་ཆེན་པོ་ཡིན་གྲྭ་ཚང་འདི་གི་ཨ་ནི།

ད་མ་ད་ངན་དུ་ཡོད་རྒྱུ་མ་རང་ད་ཁ་ཤེས་ང་ཧ་གོ་མ་སོང་རོ། ད་དངོས་གནས་འགྲང་ནས་ཧུར་ཐག་པར་ད་ད་ཤ་ཡོད་ནས་ད་ད་ནག་པར་ད་ཧུར་ཐག་པར་ད་པེ་ཅིན་ལྟ་བ་ཡིན། ད་བྱུང་ན་ད་ག་རེད་མ་བྱུང་ན་ད་ག་རེད། ད་ཁ་སྡུག་ཅག་འགྲོ་དེ་ཆགས་ཀྱི་འདུག་ཡིན་པ་ཡིན་ན་ཡང་ད་ཕལ་དུ་ལྷག་གི་མ་རེད་ཁྱོད་ཚོ་ཁྲེལ་ཡོད་རེད་ཡིན་པ་ཡིན་ན་ཡང་ཕལ་ལྷག་ན་གི་འགྱོད་བ་མེད་ད་ད་ནག་པར་ད་ལྟ་ཤ་བ་དེ་པེ་ཅིན་ལྟ་ཡག་གི་དགོས་པ་དེ་ག་རེད། རྒྱ་ལུས་ཀྱི་འགྲོ་ག་ཡག་དགོས་པ་དེ་ག་རེད་པེ་ཅིན་ལྟ་ཡག་ཆེད་དུ་རེད། དཔེ་ཆ་བལྟ་ཚར་བ་དང་དང་བར་དུ། སོ་སོ་ག་ཚོད་བརྗོད་ཚོད་དཔག། འདི་ཁེབས་སང་རག་ཚར་བ་དང། རྒྱལ་ལོ་རྒྱུགས་འབྲས་གྲུབ་འབྲས་འདི་རེད་དཔེ་ཆ་བལྟ་ཡག་འདི་རེད། གྲུབ་འབྲས་ཕ་གི་མིང་འདི་ད་ཅི་ད་ནས་ད་ད་ཀོ་འདིའི་ཕྱོགས་ཅིག་ཆུང་ཆུང་ཅིག་རེད་ཡིན་པ་ཡིན་ན་ཡང་ཕ་གི་རྒྱལ་ལོ་རྒྱུགས་འབྲས་འགྲོ་བྱེད་བྱེད་མ་ལག་ཁྱེར་ར་ཡ་དང་ཕ་གི་བྱ་ཡ་བྱེད་དུ་བ། འདི་གྲུབ་འབྲས་ཕལ་པ་རེད་ཕལ་པ་ཕལ་པ་རེད།

བཟོ་མོ་གླིང་སྟོན་གླང་ལོ་ལ་ཡ། ད། དེའི་དོན་དུ་དཀའ་ལས་ད་ནི་རྒྱ་ཡས་རྒྱ་ཡས་རྒྱུ་རེད་ད་དེ་ནས་ཕ་ཡིན་པ་ཡིན་ནས་ཕ་ཡུལ་སྡེ་བར་འགྲོ་ནས་ངས་གུ་ཡངས་པོ་བྱས་ལ་དུས་ཚང་མ་དཔེ་ཆ་མ་བལྟ་བ་བྱས་དེའི་ལག་པ་མ་བལྟ། དཔེ་ཆ་བལྟ་གོ་ཡིན་ནས་དཔེ་ཆ་བལྟ་བལྟ་ནས་གུ་ཡངས་པོ་བྱས་ནས་སེམས་པ་བས་ལྷོད་ལྷོད་བྱས་ནས་བས། གུ་ཡངས་བོ་བྱས་ནས་བས།

ཉེས་པ་དེ་བ་ང་ཚོ་འགྲོ་བའི་སྐབས་དེ་བ་ཡིན་ནས་ཁ་ཤས་ཁ་ཤས་ཡོད་ད་མིང་ལ་ནི་ཆོ་མི་འདུག་ད་ཅིག། སང་ཉིན་ག་རེ་ལས་ས་རེད་ཟེར་དཔེ་ཆ་པོ་ཏི་ང་ནང་ནས་ཅིག་ཚུགས་ཁྱེད་སང་ཉིན་གནམ་རི་ཡིན་པ་ཡིན་ན་གནམ་རི་འདི་ཐོག་ཏི་གང་འདུག་བྱས་ནས་མོ་རྒྱ་བ་སོགས་འགྲོ་བ་བྱས་ནས་ག་ངོ། ཨ་ག་ངོ་བྱས་འདི་ཡག་པོ་ཆུ་ལོག་བྱས་འགྲོ་བྱས་ཀྱི་རེད་ཏག་ཏག་དེ་རྐྱང་རྐྱང་ཁྱེད་སོང་ཟོས་རྒྱུ་ལ་ཡ། ཨོ་དེ་ནས་ཡོར་དཱ། ཁྱོད་སོང་བ་སོ་སོ་ལམ་ལོ་རྒྱུག་མ་འགྱུར་ཞིག་དང་རླུང་དུ་རྒྱག་མ་འགྱུར་ཞིག་ཡོར་དཱ། མ་གཏོགས་ཅི་ད་ཚ་ས་རེད་ད་སང་ཉིན་ཅིག་རེད་དེ་རིང་ལྟར་ནི་ག་རེ་ཕན་གི་རེད་ཁ་ཞིག་དེ་ལས་ཀི་འདུག་ས་འོག་ཉིད་ནས་མ་རེད། དེ་རིང་ལྟར་ན་ཞོ་ག་རྒྱུག་བྲིས་རྒྱུ་དང་རྩོད་རྒྱུ་ཡིན་པ་ཡིན་ན་ད་ནས་ཤག་ལས་དཔེ་ཅིག་ཁ་སྔོ་དེ་ནས་ཚིག་ཅིག་འདོན་གིན་འདོན་གིན་འགྲོ་ཤག་ན་དེ་གི་འགོ་གཙོ་ཡ་ཏག་ཏག་དེ་ལས་དེ་ཡ་དེ་ནས་འགོ་རེད། ཁྱོད་སོང་བ།

ཁོ་སོ་སོ་བའི་ནོམ་རྒྱུན་ད་དཔེ་ཆ་ག་རེ་ཡིན་པ་ཡིན་ན་འདི་གཡས་གཡོན་བདེ་བ་ཏག་ཏག་ཁོ་རང་འདི་ཁ་ཐུག་དུ་དྲན་གི་མི་འདུག་ན་གཡས་གཡོན་འདི་ཚོ་ཐུང་དེ་སྐྱོ་གི་དེ་ཚོ་མ་ཅིག་སྟོང་པ་མ་ཤར་བ་བྱས་ནས་ཅིག་བཀྲིས་ཤག་ཡོད་རེད་བཟང་བ། མ་གཏོགས་སྟོང་པ་སྟོང་རྐྱང་ཤར་ཤར་ན་ཨ་ཡེ་སྤྲེལ་ཟག་གི་གཞི་ཁོ་རང་ཡོད་མ་རེད་བ། ད་ཁོ་ཅིག་བསྒྲིགས་ཡོད་ན་མི་བསྡུ་བ་ཡིན་པ་ཡིན་ན་དུ་བའི་སྡོམ་འགྲོ་དགོས་དང་སིག་དེ་ནས་ཁ་ཤས་ཤིག་བསྒྲིགས་བཞག་ཡོད་ན་ཁ་སྡུག་དེ་མེད་ནས་དེ་གཡས་གཡོན་དེ་བ་ཞིག་བསྒྲིགས་བཞག་ཁོ་པེ་ཅིན་ཏ་ཏ་ལྟ་བཞག་དེ་སྡོམ་འདི་སྐྱོ་ཡ་བསྡུ་བ་བསྡུ་བ་འདི་ལ་ཡ་བསྡུ་བ་སང་འདི་ལ་དཔག་པའི་ཨ་ཡིན་ཆ་ཚང་མ་རོ་ན་ཨེ་ཅིག་ངེ་ཅིག་ལ་ཡོང་རོགས་ཨ། ཁྱེད་སོང་ཨ། སྟོང་པ་རྩ་བ་ཉིད་ནས་བྱ་རྒྱུ་བ་མ་རེད་ཨོ་ད་དུ་བྱས་ནས་མེད་ད་ཁྱོད་ཚོ་རིག་པ་ཡག་ན་ཡག་ཨ་དོན་ཚོ་ད་དེ་ནས་ཁྱེད་དོ་བོ་མ་རེད་ཁ་ཤས་ཁ་ཤས་རིག་པ་སྐྱོ་ཨ་དོན་ཚོ་ཨོ་དེ་ནས་ཡིན་པ་ཡིན་ན་ལྔ་ལ་ལན་རྒྱག་ཡོད་ལ་ནི་ལྔ་ལ་རྟག་རྟག་ལན་རྒྱབ་དྲུག་ལ་ལན་རྒྱག་ཡོད་ན་དྲུག་ལ་བཞི་ལ་ལན་རྒྱག་ཡོད་ན་བཞི་རྟག་གིས་ལན་རྒྱབ་ནས་གཅིག་གིས་ཅིག་ཐུགས་ངུ་མེད་ན་ཡང་ཁོ་རང་སྟོང་པ་མ་ཤར་བ་བྱས་བྱས་ཨ་ཡི་གེ་འབྲི་སྟངས་དོན་ཚོ་ཡིན་པ་ཡིན་ན་ཡང་ཡིག་གཟུགས་ཡག་པོ་ཡོད་ན་ནི་ཁོ་དབུ་མེད་ཡག་པོ་རེད།

ཨ་ནི་གར་བསྒྲིགས་ཡོད་མེད་ཧ་མོ། ད་དེ་ཚོ་ཅི་ཡོད་ས་མ་རེད་བསམ་ནས་ག་ཁ་ཤས་ཀྱིས་ཡག་པོ་མ་བཏང་བ་ཅིག་ཕེལ་བཏང་བྱས་ཉེན་ཁ་ཡོད་རེད་ད་བེ་སེམས་དབུ་ཅན་དུ་བསྒྲིགས་བ་ཡིན་ན་ང་ཚོ་ག་རེ་ཡིན་ན་བློ་བདེ་བ་དང་མི་དབུ་ཅན་ཡག་པོ་ཡོད་མཁན་དེ་ཚོ་ལེགས་པོར་ད་ག་ང་དེ་བསྒྲིགས་བོར་ལེགས་པོར་མ་བཏང་ངེས་གོང་དུ་བྱས་ནས་སོ་སོ་དབུ་མེད་ཡག་པོ་ཡོད་བ་ཡིན་ན་དབུ་མེད་བསྒྲིགས་དབུ་ཅན་ཨ་ནི་ཡག་ག་ཡོད་བ་ཡིན་ན་ཨ་ནི་དབུ་ཅན་བསྒྲིགས།

བས་སོང་བ། ལུང་དེ་ནས་གཡོས་པ་ཡིན་ལ་ལུང་དེ་ཚོ་དང། ད་ཅི། རྩ་བ་དེ་ནས་གཡོས་ཡོད་པ་ཡིན་ན་དེ་ག་དུས་རྩ་བ་དེ་ཚོ་མ་བྲིས། སྡོམ་ཡིན་ན་སྡོམ་རྩ་བ་ཡིན་ན་རྩ་བ་དེ་ཚོ་ཡིས་མ་བྲིས་བཀོད། འོ་དོ་བྱས་ནས། ག་ཚེ་ཐུག་ཐུག་གི་གཞུང་ནང་གི་དེ་དྲན་གི་འདུག་ན་གཞུང་རང་གི་ནང་ལ་བྲིས། ཨ་འདི་དྲན་གི་མི་འདུག་ན་སོ་སོ་རིག་པ་བཏང་བྱས་ཡང་འབྲི་ཡ་རིག་བྱེད་ཡོང་གི་རེད་འོ་དོ་བྱས་ནས། གྱེས་དུས་ཚངས་པོ་འདྲ་བྱས་བྲིས། སྟོང་པ་རྩ་བ་ཉིད་དུ་མ་ཤར་བ་བྱས། འོ་ད་དོ་བྱས་བྱས། འོག་ཏུ་བྱས་ཏེ། ཡིག་གཟུགས་དེ་ཚོ་ཕྱེ་སིལ་སིལ་བྱས། གློག་བདེ་སིལ་སིལ་བྱས་ནས། སོ་སོ་གི་བློ་སྣ་གློག་མ་ཞིག་གིས། དག་པའི་ཅིག་བྲིས་རྒྱུ་བྲིས་བ་ལས་ཡང་ག་རེ་བྲིས། གུ་རུ་བྲིས། ཡག་བྱས་མ་བྱས་དཔེ་མཚམས་རྒྱུན་ནས་མེད་དེ་ངས་མཐུས་བྱས་དཔེ་ལྟ། ཁ་ཤས་དེ་བ་ངས་མ་ང་ཚོ་མང་པོ་བལྟ་རོགས་ལྟ་ཁ་ཤས་རྒྱུན་ནས་ག་རེ་བཀླགས་ཡོད་གུ་རུ་བཀླགས་ཡོད་ག་རེ་བྲིས་ཡོད་གུ་རུ་བྲིས་ཡོད་མ་ཧ་མོ་ཁོང་དེ་ནས་མ་མཐུས་ནས་དཔེ། ཤུགས་ཁ་ཤས་བྲིས་བྱའོ་དེ་ནས་ལན་འོག་ཏུ་ཨོ་དེ་ནས་མ་ཡིན་པ་ཅེས་དྲི་བ་དང་པོ་ཡིན་དང་པོའི་ལན་གཉིས་པ་ཡིན་ནས་གཉིས་པའི་ལན་ཁོ་རང་མཚམས་འདྲོགས་ཀྱི་ཕར་ཚུར་ཕྱེས། མཚམས་ཕྱེས་ནས་ཨ་ནི། ག་ཚེ་ཁ་སེ་སེ་ཐུག་ཐུག། ཡིག་ག་ཚེ་ཆེ་ཆེ་ཀློག་ག་ཚེ་དཔེ་ག་བདེ་བདེ་ཨོ་དེ་ནས་ཅེས་ཡ་བྲིས་རེད་ཨོ་འདུག་བྱས་པ་ཡ་དེ་ཨ་ནི། རྒྱལ་ཆེན་པོ་བཞུགས་བྱས་རེད།

རྩ་བ་ཡང་འདྲི་རྒྱུ་མ་འདའ་ཁོང་ལན་དེ་ཏག་ཏག་འདྲི་ད་ཁ་རང་བཞག་དགོས་ཡོད་རེད་མ་གཏོགས་ཅི་ཁ་ཤས་ཀྱི་ཆོས་བྱེད་འགྲོ་བོ་ཅིག་འདྲི་ག་བྱེད་དེའི་འདྲི་ཆོ་ག་བ་མ་རེད་པས་རྩོམ་བརྒྱབ་བཞིན་གྱི་ཡོད་ཏོག་ནོག་ཁ་ཤས་ཀྱི་གོ་བདེ་བ་ཆོས་བྱེད་འདྲ་ཅིག་འདྲི་ག་བྱེད་ཟིག་ཉིན་བྱེད་པོ་དེ་ནས་ཞུགས་བདེ་བ་སྨོན་ལམ་འདྲ་འདྲི་ག་བྱེད་དོ་འདྲི་དགོས་མ་རེད་ལན་འདྲི་ལ་ཏག་གི་འདྲི་འདྲི་ཐུབ་ན་དེ་ནི་རྫ་ར་ཚུར་གྲགས་མ་འདྲ་འདྲི་རྒྱུ་མ་རེད།

ངས་ལན་ཡང་དྲི་བ་དཀའ་ལས་ཁ་ཤོ་དང་སོ་སོ་བློ་ལ་མ་ཆགས་རྒྱོ་དེ་ག་ར་ག་ར་རེད་ཤག་འོ་དེ་བྷ་ད་པི་བྷ་དེ་བྷ་པི་ལས་ལྷ་ལྷ་ལྷ་དེ་ཚུ་རྟགས་རྒྱབ་ཨ་ནི་བང་ཅེ་ནི་བྲིས་འདེད་རྒྱོ་མ་རེད་བང་ཅེ་བྲིས་བ་ཡིན་ན་དྲི་བ་བང་ཅེ་བྲིས་འདེད་བ་ཡིན་ན་སོ་སོ་གི་ཧ་གོ་བ་དུ་མ་གི་ཞུ་བདེ་བ་ལྷ་གང་དཀའ་ལས་ཁ་དུ་འདྲིས་བྱེད་ཨ་ནི་ལས་ལྷ་དེ་ལྷ་དེ་གི་རེད་དང་པོ་ལས་ལྷག་ཤོ་སོ་སོ་ལས་ཡ། སོ་སོའི་ཧ་གོ་ཤོག། སོ་སོའི་འདི་དེ་དག་ངས་བྲིས་འདུག་ཟེར་བསམ་ཚུལ་འཇོག་རོགས། དེའི་བག་ངན་ཆེ་ན་དྲི་བ་དང་པོ་གཉིས་པོ་ལན་རྒྱག་འོ་མ་རེད་དང་པོ་དེའི་ལན་ནི་རྒྱག་འོ་ཡོད་རེད་ཡག་ཤོག་དེ། དཔེར་ན་དྲི་བ་ལྔ་པ་གི་དེ་སོ་སོ་ལས་ཡག་འཐུང་ཤོག་སོ་སོ་གི་དཔེ་ནའོ་ཡག་ཤོག་དེ་ཆགས་འདོད་ན། དྲི་བ་ལྔ་པའི་ལན་ཟེར་ན་འདི་གསལ་བོ་བྱས་ནས་བྲིས་ནས། དེ་དང་པོ་ཡང་རྒྱག་འོ་ཡོད་རེད་དེ་སོང་བ་འོ་དོ་བྱས་ནས་སོ་སོ་ལས་ལྷག་ཡག་ཤོག་དེ་དང་པོ་དང་པོ་ཡང་རྒྱག་འོ་འདི་ནི་མང་བྱས་ནས་དྲི་བ་ག་ཚོད་ལན་རྒྱག་འོ་ཡོད་ན་འོ་དེ་ཚོ་མང་དུ་བྱས་ནས།

དཀའ་ལས་ཁ་ཤོ་དེ་མེད་ད་དཔེ་ཆ་ཡག་པོ་ཞུ་དེ་ཡིན་དེ་འགྲིག་གོ་དཀའ་ལས་ཁ་ཤོ་དེ་ཁོ་ཚོ་ནས་འགྲིག་གོ་རེད་ད་དཔེ་ཆ་འབྲིང་ཙམ་དཔེ་ཆ་ཞེ་དྲག་ཅིག་ནམ་རྒྱུན་མེད་མཁན་ཞིག་ཡིན་པ་ཡིན་ན་དེ་ན་ལས་ལྷག་ཤོ་དེ་འགོ་བཙུག་གོ་ཡོད་རེད་ཕ་ཆོ་དེ་ལས་དཀའ་ལས་ཁ་ཤོ་དེ་འགོ་བཙུག་ཕ་ཆོ་དཀའ་ལས་སྤྲད་གོ་བསམ་གོ་རེད་དེ་ཡིན་ནས་སོ་སོ་གའི་ལ་ཡ་མེད་ཕ་ཆོ་དེ་ཡ་མེད་ཨེ་གཉིས་ཀ་འདུག་ལ་ང་ཅེ་དེ་དེ་རེད་ད་ལས་ལྷག་ཤོ་དེ།

ང་ཚོ་དེ་རིག་པ་སྐྱོ་བ་དེ་ཚོ་ཞུགས་ཡོད་རེད་བ་རིག་པ་ཡག་པའི་ད་དུ་ཏང་ཐུགས་མཁན་ཕ་ཆོས་ལེན་རྒྱ་ཡ་མེད་ནས་སོ་སོ་གི་ཕ་ཆ་ཚང་ཧྲག་ཧྲག་ཧྲག་ལ་ཡ་ཡོད་མཁན་དེ་ཡིན་པ་ཡིན་ན་ད་ད་ག་བ་བཏང་ཤ་ནས་ག་ལེ་ཁ་བཏང་ནས་འགྲིག་གོ་རེད་ག་བ་བཏང་ནས་འགྲིག་གོ་ད་རེད་བ་འོ་དོ་བྱས་ནས་ཨ་ནི་ད་ད་བཟང་དུས་བཟང་པ་ལས་ཕ་ཆོས་དེ་གི་ལེན་རྒྱ་ཡ་མེད་མཁན་གྱི་ལེན་རྒྱ་མཁན་དེ་པེ་ཅིག་གི་ནི་ལེན་རྒྱ་ཡ་མེད་མཁན་གྱི་ཁྱེད་ན་ཨ་ནི་གོ་དེ་གཙོ་ཆེར་ཆེར་ལབ་ནས་བསྡད་དེ་ཡོད་དོ་བ་ས་བོ་ཉིད་བསྡད་རྒྱུ་བ་མ་རེད